བོད་པ་མི་མང་ཚོས་ཕྱག་དེབ་ག་ཚད་ཀློག་ཡོད་རེད། ཕྱག་དེབ་ཀློག་པ་དེའི་ནང་ནས་ལག་ལེན་ག་ཚད་བཏང་གི་ཡོད་རེད། རེད་པ། ང་ཚོ་སྐུ་མདུན་ནས་སྐུ་ལས་སྐྱོན་ཅན་གནང་པ་འདི་འཇལ་ང་ཚོས་ཤེས་པ་བྱས་ཅན་ང་ཚོ་ལག་ལེན་བཏང་ཁུག་དུ་འང། རེད་པ། བྱས་ཙང་དེ་འདྲའི་དེའི་ཐོག་ནས་ང་ང་ཚོ་གང་ལོག་ངོ་ནས་བཀའ་དྲིན་དྲན་ཁུག་གི་ཡོད་ན་སྐུ་མདུན་བཀའ་ལབ་དེ་ཚོ་སེམས་ལ་བཞག་ཅན་ལག་ལེན་བཏང་ཁུག་གི་བསམ་གི། དེ་ནས་སེམས་ཐག་འདི་ང་ཚོའི་བོད་ནང་གི་གནས་སྟངས་འདི་ཅན་ག་གི་ཀློག་མཁྱེན་གསལ་རེད། བོད་ནང་གི་མི་མང་ཚོ་དངོས་གནས་དྲ་གནས་ཁ་པོ་ཡོད་པ། མི་མང་ཚོ་རྦད་དེ་དངོས་གནས་རང་དབང་གེ་གེ་མེད་པ། ང་ཚོ་མིའི་ལུང་པའི་ནང་སླད་ཅན་རང་དབང་ཡོད་པ། རེད་པ། སོ་སོའི་སེམས་ལ་ག་རེ་བསམ་གི་ཡོད་ནའི་བྱིས་པའི་བ་རེད་ང་ཚོ་ཕྱི་རྒྱལ་མི་ག་ཚད་དེ་ག་ཚད་ཕྱིན་ཏོ། རེད་པ།

བ། བྱས་ཙང་ད་འདི་འདྲའི་གོ་སྐབས་ཅི་ར་ང་ཚོ་རང་དབང་ལུང་པའི་ན་ཡོད་གི་ཚུར་བ་འདི་འདྲའི་དངོས་གནས་ད་ཚུར་རེད་རང་དབང་ཆེན་པོ་འདི་འདྲའི་ཡོད་དུས་ཀང་བོད་ནང་གི་མི་མང་ཚོ་མ་བརྗེད་བྱེད་དགོ་རེད་བསམ་གི། ག་དུས་ཡིན་ནའི་ཁོང་ཚོ་སེམས་ལ་བཞག་ཅན་མ་ནི་ཅི་མ་མ་ནི་ཅི་མ་ཚོ་དྲན་ཡ་མེད་ནི་དེ་དྲན་ཅན་ཁོང་ཚོ་བསམ་བཏང་གུག་ཏུ་ང་ཁོང་ཚོས་རྒྱ་བ་རུམ་བྱིལ། ཁ་ཚུགས་རན་ཚིག་ཐུག་སྐུ་མདུན་ནས་གཅིག་བཀའ་གནང་བས་ན་དཔེར་ན་དུང་འགོ་དབང་ཆེན་ཐ་མདའ་མི་དགེ་ཨམ་ར་བ་ཏིལ་དུང་འགོ་དབང་ཆེན་ན་དུས་གང་སྐུ་མདུན་ནས་ད་གཅིག་ཁར་ཚུགས་རན་སེམས་ཅན་དཔག་པ་དག་དེ་འདྲའི་མོ་ཀུན་སྐ་ན་དུས་གང་བོད་ནང་མི་དམངས་ཚོས་ནམ་སང་དག་ལ་འདི་ཁས་ལེན་ཞུས་ཅན། དྲི་བ། སེམས་ཅན་གྱི་རྟག་པར་པའི་ཐུགས་བློ་ཡོད་པ་དང་ཞྭ་མོ་དང་ག་རེ་ཡིན་ནི་ག་ཚད་དང་ག་ཚད་མི་འདྲ་གནང་སོང། དྲི་བ། ཁོང་ཚོས་བལ་དངོས་གནས་བཀའ་བསྒྲུབ་ནི་བོད་ནང་གི་མ་གཏོགས་བཀའ་མང་ང་བསྒྲུབ་དགོས་དང། ག་རེ་ཟེར་ན་བོད་ནང་ལ་བོད་ནང་གི་མི་མང་ཚོ་དཀའ་ངལ་འོག་ལ་ཡོད་སང་བྱས་པ་རེད་གསུངས་པས་ང་ཚོ་དེ་བ་བཀའ་དེ་ཞག་བསྒྲུབ་གི་ཡོད་མ་རེད་གར་ཆག་འགྲུབ་གི་ཡོད་མ་རེད་ཟེར་ན་སྐྱིད་དྲག་པ་རེད་གསུངས་པས། རྒྱ་བོད་རིན་པོ་ཆེའི་ཐུགས་ཀྱི་བཀའི་སྟེང་སྐྱེས་བུ་ཡོད་པ་དེའི་མ་ཞེན་པ་བྱས། རེད་པ། ཨ་ནི་ང་ཚོ་རྗེའི་འབྲུག་གི་ཐོག་མ་སྤྱི་བསང་འདི་འདྲའི་ཐོག་ནས་དངོས་གནས་བོད་ནང་མི་མང་ཚོའི་དཀའ་ངལ་འདི་སེམས་ལ་བཞག་བྱས་ནས་ང་ཚོའི་ག་དུས་ཡིན་ནའི་དུས་རྒྱུན་དུ་མ་བྱས་པ་ཞིག་གུག་ཐོག་མ་འདི་གལ་ཆེན་པོ་རེད་བསམ་གི། དེ་ནས་ཨེ་ད་ལྟ་ང་ཚོ་རྒྱ་གར་ནང་ཡོད་པ་ཚོ་ང་ཚོ་སྐྱེས་བུ་རེད་ང་ཚོ་རང་དབང་ཡོད་རེད་རང་དབང་སྙ་དེ་བེད་སྤྱོད་ཡག་པོ་ཅིག་བཏང་གུག་ཐོག་མ། རང་དབང་རེད་ཟེར་བྱས་ཙང་ག་རེ་བཤད་ནའི་འགྲིག་གི་ཡོད་པ་ག་རེ་བྱས་ནའི་འགྲིག་གི་ཡོད་པ་བྱས་པས་ན་རང་དབང་གི་ཐོབ་ཐང་ཡག་པོ་བྱས་ནས་གཟིམ་ཐུབ་གི་ཡོད་མ་རེད་གསུངས་པས་ད་དཔེར་ན་ཆ་བཞག་ན་ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་གཞུང་འབྲེལ་གྱི་ཚོགས་པ་དེ་ཚོས་ག་རེ་བྱེད་ཀྱི་ཏོ། རྒྱ་བོ་རིན་པོ་ཆེས་ག་རེ་ཞུ་གི་ཏོ། འདི་ལ་ཁག་ཐེག་བྱ་ནའི་མི་ག་ཚད་ཐོན་ཉེན་ཏོ་མི་འདུག་བ་ལམ། ང་ཚོའི་བོད་པའི་སྤྱི་ཚོགས་ནང་དངོས་གནས་དྲ་ནས་བཤད་དགོས་ཚེ་བཤད་ཉན་མི་ཉུང་ཉུང་ཞིག་རག་རེད་བསམ་གི། བྱས་བསམ་ད་ང་ཚོ་ཧར་ཚུགས་ར་རང་དབང་ཡོད་རེད་རང་དབང་ཐོག་ནས་ཐོབ་ཐང་ཡོད་རེད་ཐོབ་ཐང་ཡོད་རེད་དེ་ཐོབ་ཐང་འདིའི་ཐོག་ནས་སྐད་ཆ་བཤད་པ་ཡིན་ནའི་རེད་ལྟ་བ་ག་འདྲའི་གྲི་ཟིན་པ་ཡིན་ནའི་ཕིང་གི་ཐོག་ཕིང་གི་མིན་ཐོག་སྤྱི་པ་དེ་ཕིང་གི་ཡོད་ན་ག་རེ་ཡིན་ནའི་རང་དབང་ཡོད་རེད་བྱས་ན་འགྲིག་གོ་རེད་སྤྱི་པ་དེ་རྟོག་ཤེས་བཏང་གི་ཡོད་ན་ང་ཚོ་བསྒྲགས་ཀྱི་ལས་ཀ་དེ་ཕྱི་གོག་རེད། སྤྱི་པ་རྟོག་ཤེས་བཏང་ཡག་གི་ལས་ཀ་ནམ་ཡང་བྱེད་ཡག་ངས་བལྟས་ན་འདིའི་རང་དབང་དེ་ཡོང་མ་རེད་བསམ་གི་ང་ཚོ་བྱས་བསམ་འདྲ་ང་ཚོ་གར་སོ་རེད། མདོ་སྨད་ཚོགས་པ་ཡིན་ནི་རེད་ཚོགས་པ་འདྲ་མ་འདྲ་མང་པོ་ཞིབ་བརྗོད་རེད་སོ་སོའི་མི་དམངས་ལག་ཁྱེད་པ་ཅིག་སྒུག་གི་འདུག་ཨ། རང་དབང་རེད་ཟེར་བྱས་རྒྱ་བ་རུམ་ཕྱིར་བཙན་མི་ཞུས་ནས་འདུས་གོག་རེད་མཁས་པ་ཡིན་ཟེར་བྱས་རྒྱ་བ་རུམ་ཕྱིར་བཙན་མི་ཞུས་ནས་འདུས་གོག་རེད་ད་དེ་འདྲའི་བསོད་འདེར་ཡ་ཀ་ལབ་ན་འགུག་འདུག་ཨང། ངས་གཟིགས་ཡོད་སྤྱི་འཐུས་ཀྱི་སྤྱི་འཐུས་མི་དམངས་ཀྱི་འོས་ཤོག་རག་ཅན་སྤྱི་འཐུས་ཆགས་པ་རེད་བ། སྤྱི་འཐུས་ཆགས་པ་ཡིན་ན་སྤྱི་འཐུས་ཀས་དངོས་གནས་མི་དམངས་སྐྱིད་ཡ་དངོས་གནས་དྲ་གནས་ང་ཚོ་འགྲོ་སའི་ལམ་ཁ་འདི་དང་འགྲོ་གི་མེད་ན་སྤྱི་འཐུས་ཀས་གཟུགས་ཚུར་འདོན་དགོས་རེད་གསུངས་པས་ཚགས་པར་མང་པོ་ཆེ་འབྲི་དགོས་རེད་པ། བོད་ཡིག་ནང་ཚགས་པར་མང་པོ་ཡོད་རེད་དབྱིན་ཇིའི་ནང་ཚགས་པར་མང་པོ་ཡོད་རེད་ཡིན་ནའི་ང་ཚོ་རུ་བ་ཡག་པོ་བྱེད་ཀྱི་མེད་ན་དེ་ཚོ་སྤྲད་དུ་སྟོན་དགོས་རེད་གསུངས་པས་ག་རེ་ཟེར་ན་སྟོན་ན་མ་གཏོགས་ང་ཚོའི་མི་ཚོ་ངོ་ཚ་ཡང་མི་འདུག་རང་དབང་རེད་ཟེར་བྱས་ཀྱང་ག་རེ་བཤད་ནའི་འགྲིག་གི་ཡོད། སྒྲག་གི་གོ་ཡ་དེ་བཤད་གི་ཡོད་ནི་འགྲིག་གི་ཡོད་པས་སོ། རེད་པ། བྱས་ཙང་ཀ་མ་ཀ་ལབ་ན་མགོ་དགུ་ཐུང་ཨ། ཁྱེད་རས་བྱས་པ་དེ་འགྲིག་གི་མི་འདུག་ཁྱེད་བོད་པའི་སྤྱི་ཚོགས་ནང་ཡོག་རེད། ཁྱེད་བོད་པའི་སྤྱི་ཚོགས་ནང་སྦས་དགུ་གི་ཡོད་ན། ཨེ་ནི་དེ་འདྲས་བྱས་ན་འགྲིག་གི་མ་རེད་ལབ་དགུ་གི། ང། ང་ཕྱི་རྒྱལ་ཡ་ག་ས་ཁ་ལ་འགྲོ་གི་འོ་རེད་པ། ཨེ་ནི་བོད་རིགས་ཚོགས་པ་ཚོའི་ང་སྐད་དང་ཀ་ལབ་གནང་རོགས་གནང། བོད་རིགས་ཚོགས་པ་ད། ཡོ་རོབ་ནང་ལ་ཡིན་ནི་རེད་ཨ་མི་རི་ཀ་ལ་ཡིན་ནི་རེད་ངས་ཁ་རི་ཐབ་ཁ་རི་ཁ་ཐུག་བཤད་གི་ཡོད། ཨན། ཁོ་ཚོས་ང་སྐད་ཆ་ཅི་དྲིས་སུ་ང Australia ལ་ཡོད་དུས་གང་ང་ཚོའི་ཚོགས་པའི་ཁུངས་ནས་ང་ཚོའི་མི་གཅིག་ཁ་སང་སྐུ་མདུན Hamburg ཆུ་བོའི་ནང་དུས་གང་ལ་ཨན་ནི་གཞུང་འབྲེལ་ཚོགས་པའི་རེད་པ་ཚོགས་མི་དེ་ཚོའི་དེ་ཚོ་དང་མཉམ་པོ་འདུག་སྐུ་སྐད་རྒྱབ་གཉེར་ཁུངས་ལ་འདུག་ད་ཁོག་ཡག་གར་ཆོག་རེད་ང་སྐད་ཆ་དྲིས་སུ་རེད་པ་ཨན་ངས་ལབ་ཡིན་ཁོ་ཚོ

སྐུ་མདུན་ནས་རྔན་མ་ནས་བཀའ་གནང་རོགས་རེད་ངའི་མི་མང་ཚོ་ཡག་པོ་ཡོད། ག་རེ་ཟེར་ན་ཕྱི་ཡའི་མི་ཚོ་མང་པོས་བོད་པ་སྙད་དེ་འདྲ་གི་མི་འདུག་བོད་པ་སྙད་དེ་དངོས་གནས་དྲ་གནས་དྲང་པོ་བད་དེ་གླིང་འཇམ་པོ་དེ་འདྲས་འདུག་གཟི་འོག་པ་ལྕེ་བཟང་ལྟ་དེ་འདུག་གཟི་གི་གཟི་གི་ང་ཚོ་ནང་ཁུལ་རེས་གཉིས་པུ་རོ། དཀར་པོ་དུས་ངན་དུས་ཚོད་ཡ། ཕ་རྒྱག་རིགས་རྒྱབ། རེད་པ། ཨེ་ནི་ཡང། ཅིག་ག་ཚུགས་རེད་བོད་པའི་མཚན་ཤས་བཟོས་བི་ན་འགྲིག་གི་མི་འདུག་བ། ཡིན་ནའི། ང་ཚོའི་ལས་འགན་རེད་བསམ་བི་འབོ་ཁྲི་གཉེས་ཀས་བསླབ་བྱ་རྒྱག་གུ་རེད་བསམ་བི། འགྲིག་གི་མི་འདུག་བ། ཁྱེད་རང་བྱེད་སྟངས་དེ་འགྲིག་གི་མི་འདུག། དཔེར་ན་ཆ་བཞག་ན་ང་ཚོའི། ང་ཚོའི་སྤྱི་ཚོགས་ནང་ཁ་ཤས་མཁས་པ་ཡིན་ཟེར་བྱས་ཅན་ཅིག་རྩོམ་ར་བུ་འདི་བྲིས། ཨེ་ནི་རྒྱ་བ་རུ་ཅིག་ད་ལྟ་བུ་དོ་སྣང་བ་དེ་ཚོ་འགྲིག་གི་མི་འདུག་ངས་འདི་ཡོག་རེད།

ང་ཚོའི་ཁག་ཐེག་ང་ཚོ་ནང་ཁུལ་མར་པ། བྱས་ཙང་ང་ཚོའི་མི་ཚོ་ཁ་ཤས་ལྐུགས་པ་ཞིབ་བརྗོད་དུ་མ། ག་རེ་ཟེར་ན་ང་ཚོ་ནང་ཁུལ་གྱིས་དེ་ཨེ་ནི་མ་ཆགས་པ་ར་བོ་ཅི་བྱས་ང་ཚོའི་ནང་ཁུལ་ཡག་ཕག་ཚོ་ཨེ་ནི་ཁ་སུག་རེད་ང་ཚོ་རྡོག་རྫིས་གཅིག་རྫིས་མེད་པ་བྱས་ང་ཚོའི་ནང་ཁུལ་ཕག་ཚོ་མཐིང་གིས་བསྡད་པ་ཡིན་ན་དེ་ལྐུགས་པའི་ལས་ཀ་རེད་བསམ་གི། སྤྱིར་ཚང་ང་ཚོ་བཙན་བྱོལ་ནང་ལ་ཡོད་པ་རང་དབང་ཡོད་པ་དེ་རྩ་ཆེན་པོ་ཡིན་པ་ཤེས་བྱས་ནས་ང་ཚོ་རྡོག་རྩ་གཅིག་སྒྲིལ་བྱས་ཏེ་བ་ཞིའུ་གཅིག་རྩ་ཆེན་པོ་རེད་བསམ་གི། ང་ཚོ་དངོས་གནས་དྲང་གནས་ག་རེ་བྱེད་དགོས་དོ་ཟིའི་མི་ན་ངས་བསམ་ཚུལ་བྱས་མི་ན་ཁེས་ག་རྣམ་པ་ནས་བཞིན་བོད་པའི་བོད་སྐད་དེ་བོད་པའི་བོད་ཡིག་དེ། ད་ག་ནས་ཤིང་ནང་པའི་ཆོས་འདི། དེ་སྐད་གསུངས་ཏེ་མེད་པ་ཡིན་ན་ང་ཚོའི་མ་རྩ་ཁུ་རུ་བརླག་འགྲོ་གི་འགྲོ་འོ་བསམ་གི་འདུག་བྱས་ཙང་དེ་འདྲས་སོང་ཙང། ཁྱིམ་རྒྱལ་ལྷན་རྒྱལ་ཚང་མ་ལོག་པའི་ཐུགས་ལ་བཞག་ཡ་ལ། བོད་ཕྱི་ལ་ཡིན་ནས་ནི་རེད་ནང་ལ་ཡིན་ནས་རེད་སྐྱ་བོ་ཡིན་ནས་རེད་སེར་པོ་ཡིན་ནས་རེད་ཚང་མ་ལོག་གི་བོད་ཡིག་བོད་སྐད་ནང་ཆོས་ཐོག་ལ་ཡ་ཐུགས་སྣང་གནང་དགོས་ཞེ་དྲག་གལ་ཆེན་པོ་འདུག་ནང་ཆོས་ཐོག་ལ་ཐུགས་སྣང་གནང་རྗེས་ཚང་མ་གྲྭ་པ་ཨ་ནི་གནང་དགོས་རེད་ཟེར་མཁན་ཞུ་གི་མེད། ཡེ་ནས་ནང་རྒྱུད་དེའི་བཀའ་དྲིན་རྒྱལ་དམ་ཟླ་བ་ཚོ་ང་ཚོ་ལས་ཡ་རབས་སྤྱོད་བཟང་གསལ་གྱི་ཡོད་པའི་ཆ་ནས་ཨ་ནི་མི་ཡི་འདྲ་འདྲའི་ནང་གི་མ་འདྲ་མཐོང་ཡ་དེ་དུ་ཞེན་འཁྲུང་གི་འདུག་བསམ་གི། བཤད་བཟང་འདི་འདྲས་སོང་ཙང་ད་སྐྱབས་མགོན་རུང་ཚིག་མཁས་ཟེར་ནས་མ་ད་ད། མི་རིགས་མང་པོ་ཅིག་བཀོལ་བཀའ་གནང་དུས་ཙམ་པ་ཁོང་ཚོའི་གནས་སྟངས་དང་ང་ཚོའི་གནས་སྟངས་སོང་དུས་ཙམ་པ་དངོས་གནས་དྲ་གནས་ང་ཚོ་མ་འདྲ་ཡ་དེ་ནང་རྒྱུད་དེ་ད་བོད་སྐད་དེ་རེད་འདུག་ང་བོད་ཡིག་དེ་རེད་འདུག་ང། བྱས་ཙང་དེ་འདྲས་སོང་ཙང་བོད་ཡིག་དང་བོད་པའི་ནང་ཆོས་ཐོག་ལ་དོ་སྣང་གནང་བ་ཡིན་ན་དོན་རྡོ་ཡིན་ནའི་ང་ཚོའི་ལུང་པ་ཤོར་ནས་བོད་ཤོར་ཡོག་མ་རེད་གསུང་གི་འདུག་འོ་ད་དེ་གཉིས་གཅིག་ཤོར་བ་ཡིན་ན་དེ་སྐད་དུ་གཅིག་བརླག་པ་ཡིན་ན་ང་ཚོ་བོད་ལ་ཕར་ལོག་པ་ཡིན་ནའི་ཧ་ལས་གལ་ཡོང་ས་མ་རེད་ཟེར་ང་གཅིག་གསུང་གི་འདུག་ད་ངས་དེ་ཨ་ནི
ངས་ད་དེ་ཡོང་ནས་སྐད་ཆ་བཤད་འོག་རེད་གསུང་དུས།

སྐུ་མདུན་སྐོམ་རྗེས་འགྲེལ་ཞུ་དེ་རེད། ཨ་ང་ཆུང་དུས་ནས་རྒྱ་གར་ལ་འཚར་ལོངས་ཐེབས་ནས་ཨ་ནི་ངའི་པཱ་ལགས་ཨམ་ལགས་ང་བོད་ནས་ཚུར་བཏང་ན་རྒྱ་གར་ལ་བཏང་ན་ནི་ཨ་ནི་ཨ་ཞང་རྒྱ་ལོ་ལགས་རྒྱ་ལོ་དོན་གྲུབ་ལགས་དང་མཉམ་དུ་གཟིགས་སྐྱོང་ཐོག་ནས་བསྡད་པ་ཡིན། ཨ་ནི་ང་ལོ་གསུམ་བཞི་ནས་ཕེ་གེ་བསྡད་ནས་སྒྲ་ཇི་ལིང་བསྡད་ནས་སླབ་གྲྭ་ཕྱིན། སླབ་གྲྭ་དེའི་འགྲོ་ས་དེ། ཕྱི་རྒྱལ་གྱི་བསླབ་གྲྭ་རེད། ཨ་ནི་ང་ཚོས་ཉིན་རེ་ཉིན་རེ་འཚོ་བ་སྐྱེལ་སྟངས་དེ་མང་ང་ཚ་བོད་པའི་སྤྱི་ཚོགས་ནང་འདི་ག་ཚིག་གཅིག་ཡོད་མ་རེད། བྱས་ཙང་ང་ཚོ་འདིའི་ཆུང་ཆུང་ནས་ཅིག་ཆོ་གའི་ཅིག་འཕེན་རྒྱལ་དག་ཆོ་གའི་ཅིག་ཡིན་ཟེར་ཡ་དག་ལུང་ཚའི་ཅིག་ཡིན་ཟེར་ཡ་དེ་ཞི་དྲག་དོ་སྣང་ཡོད་མ་རེད། ད་གཞི་ནས་ལྔ་བཅུ་ང་དགུ་ལོ་ལ། སྐུ་མདུན་རྒྱ་གར་ཆུ་བོའི་ནང་ངའི་པཱ་ལགས་ཨམ་ལ་མུ་སུ་རི་ལ་སྐུ་མདུན་དང་མཉམ་དུ་ཆུ་བོའི་ནང་ནས་ང་རྨོ་ལགས་དམ་པ་དང་ང་བླ་བྲེ་སྤོས་རྣམས་རི་དྭགས་ཆེ་གླིང་ནས་མུ་སུ་རི་བླ་བྲེ་ལ་བཞག་ན་ནང་རྟག་པར་དགོངས་དག་འགྲོ་དུས་གཞི་ནས་ཨམ་དུ་སེ་ཨ་ད་ཟི་ལིང་སྐད་སེ་ཨ་ད་ཟི་ལིང་ཁ་ལག་སེ་ཨ་དེ་ཚོ་གཞི་ནས་ཚོ་སླེབས་རེད།

ཨ་ནེ་ཨ་མདོ་དང་ཁམས་པ་དང་དབུས་གཙང་སྲིད་ཆེན་ནི་མང་མང་མང་ཕྱིན་ཆོས་ལུགས་ཐོག་ལ་ཡིན་ནའི། ཆོས་ལུགས་མང་པོ་ཅིག་གི་ཐོག་ནས་བཀའ་མོལ་ཇི་གནང་དུས་ང་རའི་དོ་སྣང་ཤུགས་ཆེ་རུ་ཕྱིན། ཨ་ནེ་ཡིན་ནའི། ཁ་གསུབ་རེ་ང་གཞུང་ཞབས་བྱས་ནི། ད་ལྟ་བོད་དོ་གན་ཡུལ་མ་ཕྱིན་བོད་དོ། ད་ང་ར་ཅུ་བོ་གི་ངའི་ཨ་མདོ་ཅུ་བོ་ཡིན་བསམ་ཡག་བཤད་ཡོང་གི་མི་འདུག་ག་རེད་ཟེར་ན་ང་སྐྱེ་ཡག་དེ་དབུས་གཙང་སྐྱེ་བ་རེད་ལྷས་སའི་མཐའ་དེ་ང་ཆང་ས་སྐྱེ་བ་ས་དེ་ཁམས་པ་ཁྲི་ལ་ཆང་ས་སྐྱེ་བ་རེད་ཨ་ང་ངའི་ཕ་མ་སྐྱེ་ས་དེ་ཨ་མདོ་ཟི་ལིང་སྐྱེ་འཁྲུངས་བར་བ་ད་ང་ཆོ་ག་གསུམ་གྱི། ཏིག་ཏིག་དེ་བས་སུ་དོ་ཅི།
དེང་སང་སྔོན་སུ་ཚོད་མདུན་ལ་ཡང་སྐྱབས་མགོན་རིན་པོ་ཆེ་ཚད་མེད་བཞུགས་ཡོད་ནས། ད་ང་ཚོ་ཟས་སྦྱོར་བ་མིག་ཡོད་ནས་ཨེ་ནས་མ་མཐོང་མདོག་མདོག་དང་རྣ་བ་ཡོད་ནས་ཨེ་ནས་མ་གོ་མདོག་མདོག་ཟས་སྦྱོར་བ་དེའི་ཚོ་འདྲ་པོ་ཆེ་དེ་མདུན་ནས་འགྲོ་བཞག་ཡ་ཆེ་མ་གཏོགས་ཅི་གི། ཁྱོད་ནས་དེ་ལ་ཡ་ཐེ་ཚོམ་ཙམ་ཡང་མེད་པ་ལ་ཡ་ཨེ་ནས་ཚད་མེད་བཞུགས་པས་ནས་ང་ཚོ་ཁྱོད་ནས་དཀར་ཚོགས་རེད།

ངོ་ནས་དྲང་གནས་གལ་ཆེན་པོ་ཞིག་བཞུ་འདུག་ཟེར་ངས་འདི་ལྟའི་ཞུ་ཡ་འདྲི་བ་བྱུང། ཨ་ནི། ད་རྡ་རམ་ས་ལ་བཞུགས་མཁན་མདོ་སྨད་རྣམ་པ་ཚོའི་ཕལ་ཆེར་གཅིག་བྱས་ན། ཐུགས་ལ་ངེས་ཡོད་རྐྱེན་ང་འདི་འདྲའི་ཞུ་ཉུང་པོ་རེད། ད་རང་ཡས་འདི་བ་བཀའ་སློབ་གནང་མཁན་ཚོས་གནང་སོང། ང་ཚོའི་ཁ་བརྡས་བཅག་ས་འདི་ང་རང་ཚོ་ནང་ཁུལ་མ་རེད་ཟེར་བྱས་ད་རང་གསུངས་གནང་སོ། བསྟུན་དོན་ང་ཚོ་ངས་འདི་འདྲས་ཞུས་མྱོང་ད་ང་ཚོ་དེང་སང་ག་ཚོད་རེད་སྨྱུག་ཐོགས་པ་དང་ཨ་ནེ་ཅིག་གསུང་ཡ་ཞུ་བ་སྨྱུག་སྨྱུག་འཛིན་པ་ཡིན་ན་ཅི་ཟེར་ཏེ་དྲ་རྒྱའི་ནང་ལས་ད་དྲ་མི་དྲ་བྲིས་ཐུབ་ངས་འདི་འདྲས་དུ་བ་ངས་འདི་འདྲས་ཞུས་མྱོང་དེ་ང་ཚོ་ནང་ཚོགས་ལས་དྲ་རྒྱའི་ནང་ལ་དམག་རྒྱག་རེས་ཟེར་ནས་ག་རེ་ཅིག་ཡིན་པ་ང་ཚོ་དམག་རྒྱག་ཚོད་ཕ་ག་རེད་དེ་རྒྱབ་བསྡད་ཡོད་རེད་དེ་ང་ཚོའི་གི་བཙན་བྱོལ་གཞུང་ལ་ཡ། སྐྱོན་བརྗོད་ག་འདྲས་བྱེད་ཀྱི་འདུག་ང་རང་ཚོའི་གི་རྒྱལ་རབས་ལོ་རྒྱུས་ཐོག་ལ་ཡང་འཁྱོག་བཤད་ག་ཚོད་བྱས་ཡོང་བ་རེད། སྐྱབས་མགོན་རིན་པོ་ཆེ་ལ་ཡང་མཚན་སྨད་ག་ཚོད་ཞུས་ཡོང་བ་རེད་དུ་ཚོད་ཐོག་ལ་ཕར་ལན་ཞིག་བྲིས་དང་དུ་ཚོད་ཐོག་ལ་དྲ་རྒྱའི་ནང་ཞིག་བྲིས་གྲོགས་བྱས་དང་ངས་དེ་འདྲས་ཞུས་མྱོང། དེ་མ་གནང་པ་བྱས་ང་རང་ཚོའི་ནང་ལོག་ལ་ཕར་ཚོ་སྐྱོན་རེ་བྱས་དྲུག་བྱས་གཅིག་བཤད་རེ་ཟེར་བྱས་དེ་ང་ཚོ་ལ་ཡང་ནང་ལོག་འཁྲུག་ཡག་ཞིག་མ་གཏོགས་བྱེད་གི་ང་ཚོ་དོགས་འདྲི་ཡག་ཞིག་དང་རྩ་དོན་ཐོག་ལ་ཡང་ཕན་ཐོག་ཡག་ཅིག་ལ་ཡང་ཕན་གྱི་མི་འདུག་ངས་ཞུས་མྱོང་དེ་འདྲས་ཚོད་ནས་ང་ཚོ་དེ་གནང་ས་དེ། ཁ་མ་ནོར་བ་ཅིག་ཁ་ཕྱོགས་སུ་མ་ནོར་བ་ཞིག་གནང་དགོས་ཡ་འདི་ཧ་ལས་པའི་གལ་ཆེན་པོ་འདུག་ཟེར་རྗེས་ངས་འདི་ཞུ་ཡག་གི་འདོད་པ་རེ་བ་བྱུང། ཨ་ནི།
མདོ་སྨད་གཞིས་བྱེས་བོད་མི་ཚང་མ་ལོ་ལེགས་ཡ། འཚམས་འདྲི་བཀྲ་ཤིས་ལེགས་ཞུ་བ་ཡིན། ད་རིང་སྐུའི་གྱ་སྟོན་གྱི་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་ཞུ་ཡོད་པ་ནང་བཞིན་བྱས་ནས། ཨ་ནི། ང་ཚོ་སྤྱི་བཏང་གི་ལས་འཆར་རྒྱ་ཆེན་པོ་ག་འདྲ་ཞིག་སྤེལ་བ་ཡིན་ནའི་འདིའི་མཐའ་མའི་གི་རྩིས་འདི་ཨ་ནི་སྙན་སྒྲོན་ཞུ་ཐུབ་པ་དགོས་ཀྱི་རེད་ཟེར་ནས་ལམ་རྒྱུད་ནས་གསུངས་བསྡད་ཀྱི་ཡོད་རེད་ཨ་ནི་ད་རིང་དེ་ད་རིང་ཉི་མ་གང་ཚང། རྩིས་ཀྱི་སྡེ་ཚན་གྱི་ལས་བྱེད་ཚོ་དེ་ཚུར་ཕེབས་ཐུབ་ཡོད་མ་རེད་ཞལ་ལག་སྐྱེལ་ཡས་ཁྱེད་རང་ཚོ་མཉམ་དུ་བཞེས་ཐུབ་ཡོད་མ་རེད་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚང་མ་ལོ་ཕེ་ཁའི་ད་ལྟ་རྩིས་ཀྱི་ལས་ཀ་བྱེད་བསྡད་ཡོད་རེད་ཨ་ནི་ཆ་ཚང་གཅིག་སྟོན་ཐུབ་ཡས་དེ་ཁག་པོ་འདུག་ཡིན་པ་ཡིན་ནས་རོབས་ཅི་ནས་ཞུས་པ་ཡིན་ན། ད་ལྟ་བར་དུ་ཞལ་འདེབས་ཚུགས་བྱུང་ཤ་བ་འབུམ་བཞི་བརྒྱ་བརྒྱད་ཅུ་གྱ་དགུ་དང། ཁྲི་སྨད་དྲུག་སྟོང་ཉིས་བརྒྱ་བདུན་ཅུ་དང་པད་བཅུ་གཅིག་འབྱུང་བཞག། འདི་ཡིས་མདོ་སྨད་མི་མང་གཞིས་བྱེས་བོད་མི་ཚང་མ་ལ་མཉམ་རུབ་བྱས་རྗེས་བྱུང་བཞག་པ་ཅིག་རེད་ཨ་ནི་མདོ་སྨད་ཙམ་མ་ཡིན་པའི་གིན་ཡང་གཞན་པ་འདི་འདྲའི་གའི་ཞལ་འདེབས་བྱུང་ཡོད་སྣང་ངན་བྱུང་ཡོད་རེད་དེའི་ནང་ནས་ཨ་ནི། ཞལ་འདེབས་རྒྱ་ངན་ཆེ་ཤོས་འདི་ད་ཨ་རི་ནས་ད་ལྟ་བསྟན་པ་དར་རྒྱས་ལགས་རེད། རྒྱ་གར་སྒོར་མོ་འབུམ་ལྔ་བཅུ་ཐམ་པ་བརྒྱབ་ཡོད་རེད་ཨེ་ཁོ་རང་ལ་ཡར་ཆགས་བྱེད་ད་ལོ་ནང་ཞོལ་ཡིན། དེའི་རྗེས་ལ་ལྡི་ལི་ལ་བཅའ་བཞུགས། བློ་བཟང་ཕུན་ཚོགས་ལགས་ཀྱིས་འབུམ་ཉི་ས་གཅིག་དང་ཁྲི་ལྔ་ཆིག་ཞལ་འདེབས་བརྒྱབ་ཡོད་རེད། Swiss ལ་ཡོད་པའི་གི་ཨ་ཅེ་ལྷ་མོ་ལགས་ཀྱིས་འབུམ་ཉི་ཤུ་ལྷག་ཅིག་ཞལ་འདེབས་བསྐྱོན་གནང་བྱ། Vancouver ནས་ཨ་ལགས་མཚན་གྲོགས་ཀྱིས་འབུམ་བཅོ་ལྔ་ཞལ་འདེབས་བསྐྱོན་པ་རེད།

ས་བོད་ནས་བྱུང་ཞེས་པ་དེ་གའི་དེ་ང་ཚོ་ཆ་ཚང་གཅིག་དབྱེ་བ་ཕྱེ་ཐུ་ཡ་ཁག་པོ་འདུག་ཁ་སང་ས་ཁུལ་འདྲ་མི་འདྲ་མང་པོ་ཅི་ལ་ཡོང་ཨ་ནི་དེ་ནས་ཚུར་ཡང་དེའི་ཚུར་བཏང་ཡང་དར་མཚེ་ལ་ལ་ཐད་ཀར་བཏང་ཞེས་པ་གང་ལྟར་ང་ཚོ་ད་རོབ་རྩིས་དུ་ཞེས་པ་དུ་བྱིན་ན་བརྒྱ་ཆ་ཉི་ཤུ་ལྷག་ཞལ་འདེབས་དེ་བོད་ནས་ཡོང་འདུག་བཞག་ཨ་བོད་ནང་ཡོད་མཁན་གྱི་བོད་མི་ཚང་མ་ལོག་ལ་ཡང་སྙིང་ཐག་པ་ནས་ཐུགས་ཆེ་ཞུ་རེ་གནང། རྒྱ་གར་དང་བལ་ཡུལ། ཁུལ་རེ་ད་ལྟའི་དམ་ཚ་ལ་རང་ལ་ཡ་ཁྱད་ཚ་ཁྱད་གཉིས་རང་འབུམ་སུམ་ཅུ་བཞི་བཅུ་དེ་ལས་གཞན་པོ་བྱུང་ཞག་ཁྱོན་བསྡོམས་པས་ཀྱི་རྒྱ་གར་དང་བལ་ཡུལ་ནས་འབུམ་བརྒྱ་དང་ལྔ་བཅུ་ང་དྲུག་དང་དྲུག་ཁྲི་དགུ་སྟོང་ལྔ་བརྒྱ་དགུ་བཅུ་གོ་བརྒྱད་བྱུང་ཞག་ཡོ་རོབ་ནས་འབུམ་དགུ་བཅུ་གོ་བཞི་དང་དགུ་ཁྲི་སྟོང་མེད་བདུན་བརྒྱ་གཉིས་དང་དཔེ་བརྒྱ་བཅུ་བྱུང་ཞག་བྱང་ཨ་རི་ནས་འབུམ་བརྒྱ་དང་བཅུ་དྲུག་དང་ཁྲི་མེད་བཞི་སྟོང། ཉིས་བརྒྱད་དོན་བཅུ་དོན་བདུན་དང་པའི་དགུ་བཅུ་གོ་གཅིག་བྱུང་བཞག། ད་ནི་ས་གནས་གཞན་ད་སིང་ག་པུར་དང་ཐའེ་ཝན་ད་ཡང་འདི་ཚོ་ནང་ལ་ཡར་སིང་ག་པུར་མི་རིགས་རང་གི་དངུལ་བསྡུ་བྱ་བ་དང་ཐའེ་ཝན་མི་རིགས་རང་གི་དངུལ་བསྡུ་བྱ་བ་ད་རིང་གྱ་སྟོན་རང་གི་ཆེད་དུ་ཡར་དམ་ཚ་ལ་ལ་ཁྱེད་ཅག་བཞུས་པ་དེ་འདྲའི་ཁག་ཅིག་ཡོད་རེད། ཁོང་རྣམ་པ་ཚོས་ད་ལྟ་ཞལ་འདེབས་གནང་བཞིན་དུ་འབུམ་ཉིས་སྟབས་བདུན་དང་ཉིས་ཁྲི་དྲུག་སྟོང་སུམ་བརྒྱ་སུམ་སོ་དགུ་དང་པའི་དགུ་བཅུ་གོ་ལྔ་ཆགས་ཀྱི་འདུག་ད་ནི་རྩིས་ཁྲ། ཞིབ་ཅིང་ཕྲ་བ་དེ་རྗེས་ལ་ཡང་དེབ་བཏོན་པའི་སྐབས་སུ་སྟོན་ཡ་རེད་ད་རིང་དངོས་གནས་བྱས་ན་ཨ་ནི་མདོ་སྨད་གྱ་སྟོན་གོ་སྒྲིག་ཚོགས་ཆུང་ཚོགས་གཙོས་ཀྱིས་དེ་སྙན་སྒྲོན་ཞུ་ཡ་རེད་དེ་གྲངས་ཀྱིས་ང་ཚོ་རྩིས་འདི་ག་བསྡོམས་མ་ཚར་བ་བྱས་རྗེས་ཨ་ནི་ད་ལྟའི་སྐབས་ཀྱི་གནད་འགག་དེ་གནས་སྟངས་འདི་ཆགས་བསྡད་ཀྱི་ཡོད་ཨ་ནི་གོ་སྒྲིག་ཚོགས་ཆུང་ནང་ལ་ཡང་བཀའ་བསྡུར་རིམ་པ་མང་པོ་བྱུང་ཡོད་རེད་དངུལ་ལྷག་མ་དེ་ག་རེ་བྱེད་ཀྱི་རེད་བྱས་རྗེས་ཨ་ནི་སྔས་མ་དེ་ད་ག་རེ་ཐག་གཅོད་པར་ཟེར་ན་ད་རིང་ཞལ་འདེབས་ཕུལ་མཁན་ཚོ་ཚང་མ་ལོ་ཨ་ནི་རྒྱ་བོར་རུམ་ཆིག་སྐུའི་གྱ་སྟོན་རང་གི་ཆེད་དུ་ཞལ་འདེབས་ཕུལ་བ་རེད། དེ་ཡིན་ས་མ་དངུལ་ལྷག་མ་ག་རེ་ཡོད་པ་དེ་ཡང་སྐུ་མདུན་ནས་ཕུལ་དགོས་ཀྱི་རེད་ཟེར་ནས་སང་ཉིན་ཆོལ་ཁ་ཆུ་ཚོད་བཅུ་དང་ཕྱེད་ཀ་ལ་གྱ་སྟོན་གྱི་གོ་སྒྲིག་ཚོགས་ཆུང་གི་སློབ་སྟོན་པ་དང་གོ་སྒྲིག་གི་སློབ་སྟོན་པ་དང་གོ་སྒྲིག་ཚོགས་ཆུང་གི་ཚོགས་མི་ཚང་མ་ཕོ་བྲང་ལ་ཡང་བཅར་བྱས། ད་ཡང་འདིའི་ནང་ལོགས་ལ་ད་འདོད་འགྲོ་ཚོང་འགྲོ་ཡ་ཡོད་པ་ཡང་ང་ཚོས་ཧ་མ་གོ་བ་དེ་འདྲ་ཡོང་སྲིད་པ་རེད་དེ་ཡིན་དུས་ཚན་པ་འབུམ་བརྒྱད་བསྐོར་གྱི་འདི་གང་ལ་ཡང་ད་ལྟ་འགྲོ་ཚོང་ཕྱིན་པ་འདི་འབུམ་སུམ་བརྒྱ་བརྒྱད་ཅུ་ད་ལྟ་ང་ཚོ་རོབ་རྩིས་བཞག་ཡོད་དངོས་སུ་ཕྱིན་པ་དང་གཏོང་རྒྱུ་བསྡད་པ་འདི་ག་དེ།

སྐྱ་ཐོད་ད་ཆོ་ག་གསུམ་ཐུན་མོང་གི་ཕུལ་བས་དེ་ཉུང་དུ་ཉུང་དུ་ཉུང་སོར་འགྲོ་བདེ་གི་འདུག་ཨ། དེ་ཚོ་སྤྱང་ཀ་དེ་སྔ་མོ་ཡོད་དེ་བ་གཅིག་སྟོང་དགུ་བརྒྱ་དྲུག་ཅུ་སྤྱི་ཟླ་གཉིས་པའི་གི་ཚེས་གསུམ་ཉིན་མོ་དེ་ལ་ཡ་ཨ་ནི་ང་ཚོ་བཙན་བྱོལ་སླེབས་ལོ་གཅིག་འགྲོ་གི་ཡོད་མ་རེད་དེའི་སྐབས་དེ་ལ་ད་གནས་སྟངས་ཁག་པོ་བཞུགས་ཅིག་སྐབས་ལ་ཨ་ནི་བོད་དགའ་ཡ་ལི་ཡ་ཆོ་ག་གསུམ་གི་ད་གནས་ཡུལ་མི་ཚང་མ་འཛོམས་བཅས་རྒྱ་བོར་མི་ཆེ་ཀ་སུང་གཅིག་དྲུག་བྱེད་གི་ཡིན་ཕྱིན་མནའ་གན་ཐུང་མོ་ཅིག་བཞག་པ་རོགས་པ་ད་དེའི་གི་དམ་བཅའ་དེ་ད་ནང་ང་ཚོ་མུ་མཐུད་གནས་ཐུག་འདོག་མི་འདོག་ད་དགོས་གལ་ཆེན་པོ་རེད་དེ་ཡིན་དུས་དགུང་གྱ་བོ་ནས་དགུང་གྱ་བཅུ་གྱ་ལྔ་འཕེལ་བའི་སྐབས་ལ་ཡང་དགུང་བརྒྱད་ཀྱི་བརྟན་བཞུགས་ཕུལ་བ་ཚོ་ཆོལ་ཁ་གསུམ་མཉམ་དུ་འབྲེལ་བ་བྱས་བྱས་ཕུལ་ཐུབ་པ་ཡིན་ན་ད་ག་རང་གཟི་བརྗིད་ཆགས་ཀྱི་རེད་བསམ་གོ་འདི་སྐོར་བསམ་བཏང་དགོས་ཡ་གཅིག་རེད། ད་འདི་མ་གཏོགས་གཞན་པ་ཞུ་ཡ་གེགས་མི་འདུག་དོལ་རྒྱལ་སྐོར་ཟེར་བ་ཞིག་མ་ཡིན་ན་ད་ང་ཚོ་མདོ་སྨད་ནང་ལ་ཉུང་ཉུང་ཟེར་བ་ཞིག་རེད་ཕལ་ཆེར་མེད་པའི་ཟེར་བ་ཞིག་ཡ་པ་ཡིན་ནའི་མ་འདྲིས་ཡོད་མ་རེད་ཡིན་ནས་ངས་ནམ་རྒྱུན་ནས་ལབ་དེ་གི་རེད་དེང་སང་ང་ཚོ་འཕྲུལ་ཆས་ཟེར་མང་པོ་ཅིག་འཕྲུལ་ཆས་མང་པོ་ཅིག་བེད་སྤྱོད་བཏང་རྗེས་བྷི་ཅལ་ཏི་ནས་རེད་ད application མང་པོ་ཞིག་ཅིག་བེད་སྤྱོད་བཏང་དེ་གི་ཡོད་རེད་ང་ཚོ་དོལ་རྒྱལ་རྗེས་འབྲང་དཔེ་གི་ཁྱབ་བསྒྲགས་བྱེད་མཁན་ཆགས་རྒྱུ་ཡོད་མ་རེད་དོལ་རྒྱལ་རྗེས་འབྲང་བྱེད་མཁན་ཚོས་གི་ད་ང་ཚོ་འདི་བ་ལི་ཡ་རྒྱ་བོར་མི་ཚེ་གཙོས་དཔེ་གི་ཨན་འདི་བ་ཅིག་བླ་ཆེན་མི་ཆེན་ཚང་མ་ལོག་ལི་ཡ་ཨན་ཅིག་མིང་བཏགས་ཡ་དང་ད་འདྲ་མ་རེད་བཤད་བྱེད་དེ་གི་འདུག་ཨ་ང་ཚོ་མི་དམངས་ཚོས་གར་བྱེད་དེ་གི་རེད། ཁོ་ཚོས་ཀྱིས་འདི་བཏང་བྱ་བ་འདི། ལམ་སང་གཅིག་སླེབས་པ་དང་ཧང་སང་སང་ཧོན་ཐོ་ཐོ་འདུག་ཅེས་བསམ་བློ་བཅས་མ་བཏང་ཆེད་སོ་སོ་གྲོགས་པོ་རྒྱག་ས་བཏང་བྱ་གི་འདུག་དེ་བྱས་པ་ཡིན་ད་ང་ཚོ་ལ་ཕན་གི་ཡོད་རེད་ཁོ་ཚོ་ལ་ཕན་གི་ཡོད་རེད། ཁོ་ཚོས་དམངས་ཁྲོད་ཁ་བརྡ་ཟེར་གི་དྲ་རྒྱ་ཅིག་བཙུགས་ཡོད་རེད་པ། དྲ་རྒྱ་དེ་གར་བྱས་ཆེད་བཙུགས་འོ་རེད་ཁོ་རང་ཚོ་གི་བཤད་ཡས་དེ་ཁྱབ་བསྒྲགས་བྱས་ཡས་ཆེད་བཙུགས་འོ་རེད་པ། ང་ཚོ་སློབ་ཆེན་པ་ཡིན་ན་ད་ལྟ་བར་དུ་ཉིན་མོ་གཅིག་དམངས་ཁྲོད་ཁ་བརྡ་ཟེར་མཁན་དང་འགྲོགས་མ་མྱོང། འདི་ག་ཚོད་ཕྱིན་པ་ཡིན་ནས་མི་ག་ཚོད་མང་ང་བཏབ་པ་ཡིན་ནས་ཁོ་ཚོའི་གི་ཁྱབ་བསྒྲགས་བྱེད་ཡག་གི་རྒྱུ་རྒྱ་མཚོ་ང་ཚོས་ག་ཚོད་བཀྲམས་པ་ཡིན་ནས་ཁོ་ཚོར་ཕན་ཐོག་དེ་གི། དྲ་རྒྱ་བཏང་མཁན་མི་ཉིས་སྟོང་གསུམ་སྟོང་བཞི་སྟོང་ལྔ་སྟོང་མང་རུ་འགྲོ་པ་ཡིན་ན་རེད་བ། ཨ་ནི་ཁོ་ཚོ་ལོས་རྒྱ་ནག་ནས་དངུལ་རག་གི་ཡོད་པ་ཡིན་ནས་འདི་མང་དུ་རག་འགྲོ་དགོས་རེད། དེ་བསམ་བློ་གཏང་དགོས་འདུག་ད། གནས་ཚུལ་ག་འདྲས་ཡིན་པ་ཡིན་ན་ག་ཚོད་གཏང་དགོས་འདུག་མི་འདུག་གནས་ཚུལ་གཅིག་རག་གི་ད་དང་པོ་ཨ་ལེ་བསམ་བློ་ཞིག་གཏང་གནས་ཚུལ་དེ་གི་ནང་དོན་འདྲ་ག་རེ་རེད་འདུག་འདི་གཏང་ཡིན་དེ་སུ་རེད་འདུག་དམིགས་ཡུལ་ག་འདྲས་ཅིག་གི་ཆེད་དུ་གཏང་གི་འདུག་རེད་བ། དེ་ཚོ་བསམ་བཏང་རྗེས་འོ་ད་གནས་ཚུལ་འདི་ཁྱབ་བསྒྲགས་བྱེད་རུང་གི་མི་འདུག་བསམ་ན་སུ་ཟ་ཁ་རང་ན་བཞག་མ་བཏོན་དགོས་རེད་མ་བཏོན་རྗེས་རེད་བ་ཁྱབ་བསྒྲགས་བྱེད་དགོས་ཡ་བྱེད་ན་ཡིན་ད་ཡིན་ཁོ་བེད་སྤྱོད་བྱེད་པོ་ཅིག་ཡོད་རེད་བ།